འོ་ད་ལང་ཀར་རྫོགས་པའི་ནང་དུ་ཞུགས་པས་ནི་སྐུ་ཡི་ཚོགས་རྫོགས། མཆོག་དང་དེ་དང་འབྲེལ་པའི་སྟངས་འཛིན་པ་ལ་སོགས་པའི་འདི་ནི་ཉེ་ཡོད་ཀྱི་མི་སྣ་རྣམ་པ་དང། ད་ནི་དྲ་གྲོགས་ཚང་མ་ལ་ད་ཉེ་གུང་བདེ་ལེགས་དུ་ཞུ་ཡ་ཡིན། ད་སོ་སོ་གས་འདི་ནང་ཡར་ཞོག་ནས་ནི་འདི་ནང་ལ་སྐད་ཆ་ཐུང་ཐུང་བཤད་ཀྱི་རེད་བཟུང་སོང་ཡིན་ན་དེ་བཟུང་པ་རྣམས་ཀྱིས་དོ་སྣང་ཞུས་ནས་ད་སུ་སུ་ཀའི་གནས་ཡུལ་ལ་ད་ཆ་རྒྱན་ལ་དཔག་པའི་ད་འདྲ་ཧ་ནི་སུ་སུ་དེབ་འདྲ་བོ་དང་དེ་འདྲའི་མང་པོ་མིན་ས་བྱས་མ་སོང་ཙང་ཧ་ནི་ད་འདྲ་གོང་ས་མཆོག་གི་མཛད་རྣམ་ཧ་ནི་ངོ་རྒྱ་ཡོད་དང་ངོ་རྒྱ་མི་མང་ས་དེ་དོ་ནས་དེ་དང་འབྲེལ་ནས་སྐད་ཆ་འགའ་བཤད་ཅི་ཤེས་ན་བཟང་སོང། འོ་དེ་འདྲའི་ཆོས་ཡིན། ད་དེ་ནང་ལས་འགྲིག་མ་འགྲིག་དེ་འདྲ་བྱུང་ན་ནི་རྣམ་པ་ཚུགས་ཀྱི། ད་ནི་གུང་ཚིགས་ཞུ་ཡ་མ་གཏོགས་གཞན་གཉིས་བྱུང་མ་སོང་ཆོས་ཡིན། ད་དང་པོ་སྐད་ཆ་མ་བཤད་སྔོན་དུ་དེབ་ནས་ངོ་འཕྲོད་ཞིག་བྱེད་ན་བསམ་ཞིག་ད་དེབ་དང་བཙན་བྱོལ་ནང་གི་ལོ་རྒྱུས། ལོ་རྒྱུས་ཀྱི་ཐད་དཔར་སྐྲུན་བྱས་པའི་བྱུང་རིམ་སོ་སོ་གས་མཐོང་བཞིན་པའི་བྱུང་རིམ་དེ་མདོར་བསྡུས་ཀྱིས་བཤད་ན་བཟང་ཞིང་ད་སྤྱིར་བཏང་ད་ངས་བཤད་ཕྱོགས་དེ་ངས་མཐོང་ཕྱོགས་དེ་ད་གར་དངོས་གནས་ཡིན་དུ་མེད་དེ། ད་གཏན་འཁེལ་ཡིན་ཟེར་བ་དེ་འདྲའི་ད་ཡོང་ཞིག་མ་རེད་ད་སོ་སོ་གས་མཐོང་བདེ་ཕྱོགས་ཀྱི་བྱུང་རིམ་དེ་གཅིག་ཞུས་ན་ཏག་ཏག་ཆགས་ས་རེད་བསམ་ཞིང་དེ་འདྲ་གཅིག་ཞུ་ཡ་ཡིན། ད་དང་པོ་ངོས་ཀྱི་ཡོ་ད་ངོས་ཀྱི་མི་མང་ཟེར་བ་འདི་ཡིན་ནི་གོང་ས་མཆོག་གིས་མཛད་པའི་མཛད་རྣམ། ཁོང་ནི་སྐུ་ཚེ་སྟོད་ཀྱི་མཛད་རྣམ་དུ་ཆགས་ཏེ་ཡོད་རེད། འདིའི་དེབ་ནི་འདྲ་བོ་མཆིས་ན། ད་ལྟ་ངས་ཀློག་བཞིན་པའི་དེབ་འདི་ག་རེ་ཟེར་ན། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར་གཏོང་ཆོག། དཔར་སྐྲུན་བྱེད་ཆོག། འོ་དེབ་དེ་འདྲ་ཆགས་ཏེ་བཞག། ད་དེ་ཙམ་ཡག་དང་བར་ཆད། གཅིག་སྟོང་དགུ་བརྒྱ།

ལོ་རྒྱུས་ཀྱི་དེབ་དཔར་བསྐྲུན་བྱེད་ཡག་གི་བྱུང་རབས་ནང་ནས་གལ་ཆེན་པོ་ཆགས་འདུག་བསམ་མོ་འདུག་ད་ག་རེད་ཟེར་ན། འདི་དེབ་འདི་དམག་དོན་སྔོན་དུ་དྲུག་ཅུ་ཐམ་པའི་ལོ་ལ་དེབ་སྐྱེལ་གཏོང་ཡོད་རེད་ད། འཛམ་གླིང་ནང་བོད་ཀྱི་གནས་བབ་ཟེར་བའི་དེབ་སྐྱེལ་གཏོང་ཡོད་རེད་བ་ད་ལྟའི་ལོ་རྒྱུས་འདི་སོ་སོ་གི་མཐོང་ཕྱོགས་ལ་བྱེད་ན། སོ་སོ་ད་ལྟ་བར་དུ་མཐོང་མ་འདྲ་བ་བྱེད་ནའང་ནི། ལོ་རྒྱུས་དེབ་བཙན་བྱོལ་ནང་དུ་དཔར་སྐྲུན་བྱས་པ་དང་པོ་དེ་ཆགས་བསྡད་བཞག་སྟེ་འཛམ་གླིང་ནང་བོད་ཀྱི་གནས་བབ་ཟེར་བ་དེ་ཆགས་བསྡད་བཞག། འོ་ད་རྙིང་པ་དེ་དྲུག་ཅུ་རེ་གསུམ་ལོར་ཕྱིན་ནས་ངོས་ཀྱི་ཡོད་དང་ངོས་ཀྱི་མི་མང་ཟེར་བ་དེ་ཆགས་བསྡད་བཞག་ད་སོ་སོ་གི་མཐོང་ཚུལ་ད་ལྟ་བར་དུ་རང་སོ་སོའི་ལག་པའི་ནང་ལ་དེབ་རག་འཇོག་གྱིས།

བོད་ནང་ལ་ད་བོད་གཞུང་ཟེར་ན་སྡེ་པ་གཞུང་ཟེར་ན་བཀའ་ཤག་གཞུང་གི་ཨེན་ཆིའི་ཐོག་ལས་ཐེབས་བྱུང་ཡོང་གི་གཏོང་ཟེར་བ། ཧོ་ད་འཛམ་གླིང་ནང་བོད་ཀྱི་གནད་དོན་ག་འདྲའི་ག་འདྲའི་ཡིན་མིན་དེ་མུག་ཁྲུལ་བྱེད་ཡ་ཅིག་ཐེབས་ཀྱི་གཏོང་གི་འདུག་བ། འོ་དེ་ཐེབས་དེ་བོད་སྦྱོར་བྱས། དེ་དང་མཉམ་དུ་ལ་ག་ཅིག་ཟེར་ན། དབྱིན་ཡི་དང་རྒྱ་ནག་གི་བར་གཅིག་སྟོང་དགུ་བརྒྱ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་ཐམ་པའི་ལོ། ཆིངས་ཡིག་བཞག་འདུག་དེ་ཆིངས་ཡིག་ཏུ་བྱས། དབྱིན་ཡི་དང་བོད་ཉོ་བར་དོ་ལ་གཅིག་སྟོང་དགུ་བརྒྱ་བཅུ་མེད་བཞི་ལོ་ལ་ཆིངས་ཡིག་བཞག་རུང་དེ་ཆིངས་ཡིག་ཏུ་བྱས། དབྱིན་ཡི་དང་རྒྱ་ནག་བར།

གཏམ་ཁུལ་འདི་འཇོག་མཁན་ནི་བོད་ཡིག་དེབ་དེ་འདྲ་ཅིག་གཏོང་ཡོད་རེད་ད་ལྟའི་བོད་ཡིག་དེ་ནོར་འགྲོ་བྱེད་ན། སོ་སོ་གིས་ད་ལྟ་བར་དུ་ད་ལྟ་བར་དུ་ལོ་རྒྱུས། བཙན་བྱོལ་ནང་ལོ་རྒྱུས་གཏོང་ཞེན་འགྲོ་འདྲ་བྱུང་ན་ལོ་རྒྱུས་ཀྱི་དེབ་དེ་དྭངས་ཤོས་ཆགས་ཏེ་ཞག་དེ་ཞོད་ཡ་ཆེ། ད་དེབ་གཏོང་ས་དེ་པར་སྐྲུན་བྱེད་ས་དེ་ག་བ་བྱེད་འདུག་ཟེར་ན། རྡོ་གླིང་རོང་གསར་སྤེལ་ཁང་ནས་པར་དུ་སྐྲུན་ཡོང་ཚུལ་བྲིས་ཡོད་རེད་ད་དེ་རྡོ་གླིང་རོང་གསར་སྤེལ་ཁང་བཙལ་འོང་དུས་ཁ་ཚོན་དབང་དུ་བུ་མོ་གཅིག་གིས་ཞོད་ཡ་ཅིག་ད་དེ་ནང་གི་ཨ་ནེ།

ད་དེ། ལོ་རྒྱུས་ཀྱི་བྱུང་རིམ་དང་པོ་དེ་ཇི། ད་སྙིམ་པ་ངོས་ཀྱི་ཡོར་དང་ངོས་ཀྱི་མི་མང་ཟེར་བ་དེ། སྙིམ་པ་དེ་ཇི་དྲུག་ཅུ་རེ་གསུམ་ལོར་སྟོང་པ་ཇི། སྟོང་ཡ་དེ་ཡང་སྟོང་སེ་གེ། པར་སྒྲུང་བྱེད་ས་དེ་ག་བ་ཅི་ནུབ་ཟེར་ན། ཨ་ནེ། སྟོང་གླིང་རོང་པར་ཁང་ནི་ཇི་ད་སྐྱིད་སྐྱིད་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་དུས་ཀྱི་ས་ཆ་དེ་བར་ཆད་ཟིན་ན་དོན་གླིང་རོང་མོ་གཟར་འཕེལ་ཁོང་ངོ་ཚོ་ལ་འུག་རྡོ་གཟར་ཤོར་གཟར་ཤོར་འགྲོགས་ཅིག་གཏོང་དགོས་ཟེར་བ། ད་རྗེས་མ་དྲུག་ཅུ་རེ་གསུམ་ལོ་ལ་དེ་འགྱུར་བ་འགྲོ་ནས་ནས། དོན་གླིང་རོང་མོ་སྤར་ཁོང་ཟེར་བ་ཆགས་འདུག་བ་འོ་དུས་ཀྱི་རོང་མོ་སྤར་ཁོང་ཟེར་བ་དེ་གས་ད་གཅིག་པ་རེད་གཙུག་ཏུང་ནས་སྐུའི་གཅེན་པོ་རྒྱ་ལོ་དོན་གྲུབ་ཁས་ད་བཀའ་མངགས་དང་རོགས་སྐྱོར་གྱི་འོག་ནས་འགན་ཁུར་ནས་དེ་མདོ་ཁམས་ཆུས་ཀྱི་དགོན་གྲོང་ཁུལ་ནས་འོ་དེ་འདྲའི་འཛུགས་སྐྱོང་གི་པར་ཁོང་གྱི་རེད་ཟེར་གྱི་འདུག་འོ་དེ་གས་གཏོང་རྒྱུ་གྱི་རེད་ཤག་ད་ཉིན་པ་དེ་དེ་གྱིས་ད་དེ་ནང་ལ་གཏོང་བཤད་རྒྱུ་གི་ངོས་ཀྱི་ཡོད་ཀྱི་ངོས་ཀྱི་མི་མང་དེ་ལ་དེ་དང་ད་ལྟ་ང་ཚོ་ཤེས་རིག་པར་ཁོང་གི་གཏོང་བཞིན་པའི་ད་ལྟ་འདི་གཉིས་ལ་ཁྱད་པར་བསྡད་སུ་ཡོང་གི་འདུག་ད་ཁྱད་པར་བསྡད་སུ་ཡོང་གི་འདུག་དེ་ཉོ་འོ། མ་འདྲ་བའི་ཁྱད་པར་དེ་ག་རེ་འདུག་ཟེར་ན་ད་དེའི་མགོ་བོ་དེ་ར་ལ་གོང་ས་མཆོག་གིས་ད་ག་ལབ་གི་རེད་ཆེད་བརྒྱུད་བཀའ་ཡིག་ཅིག་འདུག་དེ་གཅིག་པུའི་ནང་ན་ནི་བསྡད་སུ་ཅིག་ཁྱད་པར་ཅིག་ཡོང་གི་འདུག་ད་དེ་ཅིག་ཞུ་ཤེས་ན་ནི་ད་བར་ཆད་དེ་ཉོ་ཁྱད་པར་བསྡད་སུ་ཡོད་པ་དེ་མཐོང་ཐུབ་ས་རེད་བསམ་གི་འདུག་ད་དེ་གི་གོང་ས་མཆོག་གིས་ཆེད་བརྒྱུད་གནང་ཡག་དེ་ཤེས་རིག་པར་ཁོང་ལ་གནང་ཡང་དེ་དང་གཅིག། རྡོ་ལུང་རོང་བོ་པར་ཁོང་ལ་གནང་ཡང་དེ། གཉིས་ཀ་དེ་ཆེ་རྒྱུ་དེ་ནང་ལ་གཉིས་ཀ་གཉིས་ཀྱི་ནང་ལ་ལོ་བདུན་དེ་ག་རེང་ཕུལ་འདུག་ཟེར་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ཟླ་བ་བརྒྱད་པའི། ནས་ཚེས་ཉེར་དྲུག་ཉིན་ཡིན་ཚེ་ཁུལ་དུ་ཤ་ད་དེ། གཅིག་པ་གཅིག་སྐྱོང་དུས་ཚོད་དང་ཉིན་མ་དང་ཀ་ད་གང་མཐོང་གཅིག་པ་གཅིག་སྐྱོང་ཁུལ་དུ་བྱ་ཡིན་ན་ཡང་དེ་ཉུང་མ་འདྲ་བའི་བྱེད་པར་གར་འདུག་ཟེར་ན་ནི། ད་ལྟ་ངའི་གློ་ཡ་དེབ་འདི་ནང་ན་རྡོ་ལིང་རོང་བོ་པར་ཧོང་ནེ་ཙེ། བོད་ཡིག་ཐོག་པར་སྐྲུན་ཅེས་པར་སྐྲུན་བྱས་ཡོད་དེ་ལ་ནི་ག་ཅེས་ཟེར་ན་ཆེ་རྒྱུད་ནོམ་པ་ཡིན་ཙེ་ཁོང་ས་ཉོ་གི་དེ་འདྲས་བྲིས་ཤ་ད་ཚེ་ཁོ་རང་བྲིས་ཤ་ན། གདོང་ལེན་རོགས་དངུལ་སྤར་ཁོངས་ནི། བོད་ཡིག་ཐོག་སྤར་སྐྲུན་བྱས། བྱེད་སྐབས་དྭ་ཕྲུག་ཆེ་བརྒྱུད་ཀྱི་ཚུལ་དུ་རྒྱ་གར་པང་རྒྱབ་རྡ་རམ་ས་ལ་ནས་བྱུང་ཁུལ་དེ་ཤ་སྟག་འོ་ད་ཐི་ནང་ལ་དེ་འདྲ་བྱུང་ཁུལ་དེ་ཤ་སྟག། ཤེས་རིག་སྤར་ཁོངས་ཀྱི་གཏོང་ཕྱོགས་ཐི་ནང་ལ་ག་རེ་བྱས་ཟེར་ན། ནི་འདི་ཞིག་ཤ་ཤེས་རིག་སྤར་ཁོངས་བོད་གཞུང་ཤེས་རིག་སྤར་ཁོངས།

ཨ། ཆོས་རྒྱུད་བཀའ་ཡིག་ཐེངས་མང་ཡང་དེ་གཅིག་པ་འདྲ་བོ་ཆེ་ད་ག་རང་མཆིས་ཡིན་ན་ཡང་ཕར་ཆེར་ཤེས་རིག་པར་ཁང་ཅན་དེ་རྗེས་ལས་བྱུང་བ་མིན་འགྲོ་བསམ་བསམ་གྱི་འདུག་ཡིན་ན་ཡང་ད་ཤེས་རིག་པར་ཁང་གི་ལོ་རྒྱུས་ལ་ལྟ་ན་ཤེས་རིག་པར་ཁང་དུ་དྲུག་ཅུ་ཐམ་པའི་ལོར་འཛུགས་པ་ཡིན་གསུངས་ཤ་སྟག་ཡིན་ན་ཡང་ད་ད་ལྟ་འདིའི་གི་དེབ་འདིའི་ནང་ལ་དེབ་དེ་ཆོས་རྒྱུད་ཀྱི་བཀའ་ཡིག་དེ་གཅིག་པ་གཅིག་རྐྱང་ཆེ་ཁུལ་ཡ་དེ་གཅིག་པ་གཅིག་རྐྱང་ཆེ་ཡིན་ན་ཡང་དེ། ཚེས་གྲངས་ཉུང་མ་ཅིག་གནང་བཞག་རྒྱུ་བྱས། ཡིན་ན་ཡང་དེའི་ནང་ལ་མ་འདྲ་བ་དེ་གཉིས་དེ་གཅིག། རྒྱ་གར་དཔའ་འཇབ་རྡ་རམ་ས་ལ་གནས། གཅིག། རྒྱ་གར་ཧེ་མ་ཅལ་རྡ་རམ་ས་ལ་གནས་བྲིས་བཞག་རྒྱུ་དེ་ཉོ་བྱེད་པར་ཅི་ཙམ་གཏོང་འདོད། ཨ་ནི། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེག་གསུམ་ལོ་ལ་གར་ཆགས་འདི་ཡོད་རེད་ཟེར་ན།

གང་དག་གཏོང་བྱེད་དུ་ཤེས་རིག་སྤར་ཁུང་གཏོང་བྱེད་ཀྱི་འདི་ཉོ་ལ་ནི། དེས་ས་ཤེས་རིག་སྤར་ཁུང་བཅད་ནས་འདི་ལྔ་འོ་ས་རེ་བཟང་ཞིག་དེ་བྱ་ནི་ཡིན་ནི་ངས་འདི་ཀློག་གི་ཡོད། འོ་ག་ཅི་ཟེར་ན་ང་ཚོ་དེབ་དེ་ཀློག་དུས་ལོ་རྒྱུས་དེབ་དེ་ཀློག་དུས་ལོ་རྒྱུས་ཀྱི་ཆུང་མ་ཁག་བྱུང་དེ་ཁོང་ཉེས་པ་དེ་ག་འདྲས་ཉེས་ཡོད་ན་དེ་ཡག་ལས་འཛིན་པའོ་དེ་བྱ་ནི་དེ་འདི་ཀློག་གི་ཡོད་ཅེས་ཞུ་བ་དེ་ཡིན། འོ་དེ་འདྲས་ཅི་བྱེད་ད་དེའི་ནང་ནས། དམིགས་བསལ་གྱིས་ད་དེ་འདྲས་ཀྱི་ཡིན་པ་སོང་ད་དེ་གི་ད། ངོས་ཀྱི་ཡོད་དང་ངོས་ཀྱི་མི་མང་ཟེར་བ་དེ་དྲུག་གི་རེག་གསུམ་ལ་གཏོང་བཤད་རྒྱུ་དེ་བྱེད་དུས་ད་དེ་གི་དྲུག་གི་རེག་གསུམ་ལ་གཏོང་བཤད་རྒྱུ་དེ་དང། ཨ་ནེ། ད་ལྔ་བཅུ་ང་དགུ་གི་ནང་ལོགས་ལ་བྱུང་བསྡད་རྒྱུ་གི་བོད་ཀྱི་གནས་ཚུལ་དེ་ཉོ་ལ་ཁ་ཐག་ཉེ་བོ་ཞིག་བཅག་དེ་རེད་ད་ལོ།

དེ་ས་ས་མུག་གི་རིན་ཐང་འདྲ་བ་ཅིག་མཐོང་གི་མ་རེད་ད། དེ་ནི་རྗེས་མ་ནུབ་ཕྱོགས་དང་ཁ་ས་ཁ་ལས་མང་པོ་ཞུ་རྒྱག་གི་བསམ་བློ་ཁོའི་གནས་ཚད་གང་སོང་དེ་ཚོར་ཆོ་གུ་འདྲ་བ་ཅིག་ལུག་འཇོག་སོགས་འདྲ་ཅིག་མཐོང་གི་རེད་ད་དེ་མ་ཡིན་པ་ཅི་བོད་ནས་ཚུར་རྒྱ་གར་ནས་འབྱོར་ཚར་ནས་ལོ་གཉིས་གསུམ་ཞེ་དེ་ལྟ་བའི་མ་མ།

བཅུ་གསུམ་ཟེར་ད་དོན་དེ་འདྲ་ཅིག་གནང་ན་ཁྱི་ལྡིར་བ། ཨོ་དེ་འདྲ་ཅིག་གནང་ན་ད་གོང་ས་མཆོག་གིས་ལོ་བརྒྱད་ལ་ཨ་གོ་ས་མ་ཞིག་དེ་འདྲ་ཅིག་ཁོ་རེ་ད་དེ་གནང་ན་ཁྱི་ལྡིར། ཨ་ནི་གོང་ས་མཆོག་གིས་ཨ་ནི་ད་ད་ཐུགས་འགན་བཞེས་ནས་བོད་ནང་ལ་ཞོག་བསྡད་པ་དེ་ཨ་ནི་དེ་ནས་སོ་བཙན་བྱོལ་ནང་དུ་འཚོ་ད་གནས་ཕོ་འདྲ་ཟེར་གི་མ་རེད་ད་དེ་འདྲའི་མ་བྱིས་པ་རོ་ལ་ལོ་བཞེས་སུ་མ་ཐོ་མ་འགྲོ་བ་སོང་ད་དེ་བྱ་ནི་དེ། ཅིག་ཞུ་ན་བཟང་ད་གོང་ས་མཆོག་དེ་དང་པོ་ལྔ་བཅུ་ཐམ་པའི་ལོ་ལ་ཁ་ནས་གོང་ས་མཆོག་གི་ད་ན་འདི་བྱེད་རོགས་ད་གོང་ས་མཆོག་གི་ཆབ་སྲིད་ཀྱི་ཐུགས་འགན་བཞེས་རོགས་ཐུགས་འགན་བཞེས་ནས་ཨ་ནི་ཁོང་གི་འགྱུར་བ་ཁར་སྐོར་གཏོང་ཞེས་ཐིག་གོ་ནས་ཅིག་ཞུ་ན་ད་དེ་གོང་ས་མཆོག་གི་ད་ནས་ཕྱི་ཕྱོགས་ལ་སློབ་སྦྱོང་ཞིག་བྱེད་མ་ཐོབ་པའི་སྔོན་དུ་དེ་གོང་ས་མཆོག་གུང་མོ་ཆུང་ཆུང་དེ་ནས་ཀྱི་གུང་མོ་ཉི་ཤུ་རྩེ་ལྔ་སོ་མ་ཏོག་སླེབས་ཡོད་མ་ར་བ་དེ་འདྲ་ཅིག་མང་ལོ་ལ། ད་ནི་དེ་ད་གཞུང་གི་མཛེས་ལྗོངས་ཆེ་མཐོང་དང་དེ་སུ་གོ་ལས་བྱེད་ཤེས་ཆོག་དེ་ལ་ད་སུ་སུ་ལོ་བྱེད་ན་དམིགས་བསལ་འགྲོ་ཅི་མཐོང་སོ་དེ་ཅག་ནི་དེབ་ཀྱི་ཞུ་སྣང་ཙམ་ནི་དེ། གྲ་སྒྲིག་འདྲ་བོ་བྱས་ཡིན་ད་ད་དེ་ཞིབ་ཀྱི་ང་སྐད་ཆ་ཞིག་བཤད་ཉན་མ་ར་བ་དེ་སེ་ནོར་བ་བྱུང་ན་ནི་ད། རྣམ་པ་ཚོ་ཡོ་བསྲང་བྱེད་རོགས་བྱེད་ཚུལ་ཞུ་ཡ་ཡིན། ད་དང་པོ་གོང་ས་མཆོག་གིས། ཆབ་སྲིད་ཐུགས་འགན་གྱི་བཞེས་པ་དང། ཁོང་གིས་ཟིལ་ཆོག་ཏུ་ག་འདྲས་བགྱིས་ཟེར་ཡོད་རེད་ཟེར་ལབ་ན། བོད་ནང་ལ་དབུར་ཕྱུག་མ་ཉམས་པ། ཕྱུག་པོ་ཕྱུག་པོ་བྱེད་དབུར་པོ་དབུར་པོ་བྱེད་པས་དེ་ཉོན་བར་ཐག་རིང་པོ་ཤོད་ཀྱི་བསྡད་བསྡད་པ་དེ་མཐོང་དེ་དང། ནང་པའི་ཕྱོགས་དང་མི་མཐུན་པ། ད་ནི་དེ་འདྲས་ཀྱི་མཐོང་འདུག་ཨ། དེ་ལ་བརྟེན་ནས་ནི་བསྒྱུར་ཆོག་གར་གར་གཏོང་རེད་ཟེར་ལབ་ན། དེའི་དགོངས་པ་དེ་ལ་བརྟེན་ནས་ཆབ་སྲིད་ཐུགས་འགན་བཞེས་ཚར་ལ་སྙམ་ད་ར་ལ། ཁྲར་འདུ་ཤེས་ཆོས་སྐོར་ལ་ཁྲེལ་འདུ་ཆོས་སྐོར་ལ་ཨེ་ནི་དང་ཁོ་རང་གི་རྒྱུ་ཆོས་མང་པོ་ཅིག་གཏོང་འདུག་ཨོ་དེ་ཅི་ཞུ་ན། དེ་ནང་ནས་ད་དཔེ་མཚོན་འགའ་ཞིག་ཅིག་ཞུ་ན། ད་རྒྱུ་ཆོས་དང་པོ་གཏོང་ཡ་དེ་ག་ཅིག་ཟེར་ན། དང་པོ། རྫོང་ཁག་ལ་ས་གནས་ཁ་ས་ཁག་ལ་རྫོང་ཁག་ལ་རྫོང་ཁོངས་གཏོང་ཡ་དེ་ལ་ཨེ་ནི་ག་ཅིག་ཟེར་ན། རྫོང་དཔུང་སྟར་ལ་ཁོ་རང་གི

རྒྱུས་ལེན་ཚོགས་ཆུང་བཅུ་བཙུགས། རྒྱུས་ལེན་ཚོགས་ཆུང་དེ་གས་ནི་ག་ཅིག་ཟེར་ན། ཧ་ནི། གང་མཚོན་ན་ཞིབ་འཇུག་བྱས་ནས་བསྒྱུར་བཅོས་ག་རེ་ག་རེ་གཏོང་དགོས་དགོས་དེ་གཏོང་ན་ག་འདྲི་ག་འདྲི་གཏོང་དགོས་དོ་འཆར་གཞི་བཀོད་དེ་ཚོ་གང་མཚོན་ཨ་ནི། ཚོགས་པ་དེ་ནང་ནས་ཡག་རེད་གོ་བསྡུར་གྱིས་ཚོགས་པ་དེ་ཐག་གཅོད་འདྲ་བོ་བྱུང་སོང་ན་དེས་གོང་ས་མཆོག་ལ་ཞུ། གོང་ས་མཆོག་གིས་ཞུས་ཚར་བའི་རྗེས་སུ་གོང་ས་མཆོག་གིས་ཨ་ནི།

ཚོགས་པ་དང་ཚོགས་ཆུང་དེ་ལས་གཙོ་བོ་ནི་མཐིལ་རྟོགས་ལས་ཞིབ་འཇུག་བྱས་པའི་ཐོག་ནས། མ་འདྲ་བ་ཅི་ཁ་བྱུང་དང་ཟེར་ན ྋགོང་ས་སྐུ་ཕྲེང་བཅུ་གསུམ་གནས་སྐབས་སུ ྋགོང་པ་ལ་ཆུ་བཞི་ཡོད་རེད་ཆུ་བཞི་བཅུ་བཅུ་གཏོང་ཡག་དང་ཆུ་བཞི་ཚུར་ཁྲལ་དུ་ནས་ཤོམ་བབ་ཐབས་བྱེད་ཡག་དང་ཀ་བཞི་དང་ཟླ་བཞི་ལ་སོགས་པ་སྒེར་གྱི་གཞིས་ཁག་ཏུ་སུ་ཁ་མཚོན་ཁྲལ་ཚུར་དུ་ནས་ཤོམ་བབ་ཡག་བྱས་ཡོད་ར་འོ་དེ་མཉམ་འདོར་བྱས་ཡོད་ར་དེ་ནི་མ་ཡིན་པ་བྱས་ནས ྋགོང་ས་མཆོག་སྐུ་ཕྲེང་བཅུ་བཞི་པ་གས་གར་གནང་འདུག་ཟེར་ན།

དང་པོ། བོད་གཞུང་གི་ལོངས་སྤྱོད་དེ་ག་འདྲས་རྒྱུ་བར་ཟེར་ན་ད། རས་ཀྲན་བསྐྱར་ཚབ་དང་སྟག་སྒྲ་བསྐྱར་ཚབ་གནས་སྐབས་སུ་ག་འདྲས་རྒྱུ་བ་རེད་ཟེར་ན། ཧ་ནི་ཕྱི་ལོགས་ཀྱི་ལུང་པ་དང་འབྲེལ་བ་རྩ་བ་ཉིད་ནས་མ་གཅིག་པ་ཆེ་པད་ཁོ་རང་དང་པོ་ཆེ་ནང་ལོགས་གཅིག་པུ་ཚོ་ཆེ་ནས་པད་ས་མཚམས་དུ་ག་ཚང་བཀག་ནས་མི་ཚོ་ཡོང་མ་དེ་འདྲའི་བཀག་ཡག་གི་ལམ་ཁ་ཞུགས་ཀྱི་འགོ་ཟེར་བ། གོང་ས་སྐུ་མགྲོན་བཅུ་གསུམ་དེ།

མཁར་རྩེ་མཉམ་འབྲེལ་རྒྱང་ཐོག་གླིང་གཞིས་ཁུལ་ནས་བརྩི་སྲོལ་བས་ནི་ཀོ་རུ་ཡ་དང་བརྩི་སྲོལ་ལ་ནི་རོགས་པ་པས་མང་པོ་བྱས་འདུག་ཐུན་མོང་གཞིས་བྱེས་ནས་ང་ཚོ་ལ་ཕྱི་རུ་ཕྱི་སྲིད་རྒྱ་མོས་ཀྱིས་ང་ཚོ་ལ་ནི་མཁར་རྩེ་བཙན་འཛུལ་བྱས་ཡོད་འདུག་ཟེར་དེ་ལ་ནི་ཀོ་རུ་ཡ་ཁྱེད་ཚོ་མཉམ་འབྲེལ་རྒྱང་ཚོགས་ཀྱི་རོགས་པ་ཕྱི་རུ་ཕྱི་རྗེས་ད་དེ་འདྲའི་སྒྲོག་ཅིག་ཞུས་འདུག་ད་དེ་ཅིག་ཞུས་ནས་ཕྱི་ཕྱོགས་ལ་ཕར་རྒོལ་མོ་སྒྲོག་ཅིག་ནས་ཕྱི་ཕྱོགས་ལ་འགྲུལ་བ་ཆེ་ཡག་གི་ནི་ལམ་ཀ་དང། མགོ་བོ་དེ་འདྲའི་གིང་འགྱུར་བ་གཅིག་གཏོང་ནས་བལ་དུ་ཁོ་རང་ཡང་ཁ་བཅོ་འདྲོགས་ཀྱི་ལོ་གར་བྱས་ནས་ད་ཕྱི་ཕྱོགས་འབྲེལ་བ་ཚན་ཞུགས་ཆེན་པོ་གཅིག་ཚོགས་ཤག་ད་དུས་ཚོད་ཞེ་དྲག་མི་འདུག་ཨ་ནི་དེ་དེ་ཤག་ཤག་ཡིན་ཨ་ནི་དེ་འོ་དེ་རེད་ད། ད་དེབ་ཀྱི་མཐའ་མ་མཐའ་མ་ཟེར་དགོས་ར་བ་ད། འོ་ལ་གོང་ས་མཆོག་གིས་རྒྱ་མུས་ཀྱི་བཙན་འཛུལ་བྱེད་ཡག་གི་དམིགས་ཡུལ་ག་འདྲའི་ག་འདྲའི་ཡོད་མེད་དེའི་སྐོར་ནས་དམིགས་ཡུལ་གསུམ་ཡོད་རེད་ཅེས་ནས་གོང་ས་མཆོག་གིས་སྡོམ་འདྲ་བརྒྱབ་ཤག་འོ་དེ་སྡོམ་དེའི་ནང་ནས་ཨེ་ངས་མདོར་བསྡུས་ཞུས་ན་དེ་ཡག་པོ་འདུག་བསམ་ཞེས་དང། ད་དེ་གནས་སྐབས་སུ་གོང་ས་མཆོག་འདས་ལ་རྒྱ་གར་ཚོར་སླེབས་ནས་ལོ་གསུམ་ཞིག་མ་ཐུག་འགྲོ་གི་ཡོད་མ་རེད་དེ་འདྲ་ཅིག་གནང་ལ་གོང་ས་མཆོག་གུང་ལོ

དམིགས་ཡུལ་དང་པོ་དེ་བོད་ལ་ས་ཆེན་པོ་ཞུ་རྒྱུ་ཡོད་རེད། ཧ་ནི་བོད་མི་ས་ཡ་བདུན་སུ་མ་གཏོགས་ཡོད་མ་རེད། ཧ་ནི་རྒྱ་མི་མི་ས་ཡ་དྲུག་བརྒྱ་ལྷག་སུ་ཡོད་རེད་ད་ལྟ་ལོ་རེ་ལོ་རེ་བཞིན་ས་ཡ་ས་ཡ་མང་པོ་འཕར་གྱི་ཡོད་རེད་འོ་ད་དེ་དུས་ས་ཡ་དྲུག་བརྒྱ་ལྷག་ལབ་ན་ད་དུས་སང་ས་ཡ་བཅུ་སྟོང་ཉིས་བརྒྱ་ཡང་ན་སུམ་བརྒྱ་ཡང་ན་བརྒྱད་རེད་ཟེར་དུའོ་ད་དེ་བྱེད་དུས་དེ་དུས་ས་ཡ་དྲུག་བརྒྱ་ལྷག་སུ་ཡོད་རེད་ཟེར་གསུངས་འདུག་འོ་ས་ཡ་དྲུག་བརྒྱ་ལྷག་སུ་ཡོད་དུས་དེ་འདྲའི་འཕར་བ་མི་མང་པོ་ཞུ་རྒྱུ་ཡོད་གསུངས་ཙང

གློག་ཡར་འཁྱིལ་ཏོ། གཏེར་ཁ་དང་རྒྱལ་ཡར་ལས་ཡང་འཁྱིལ་ཏོ། འོ་དེ་འདྲ་བྱེད་དགོས་རེད། དེ་མཉམ་དུ་ལ་ཁ་ཅིག་ཟེར་ན་རྒྱ་མི་ཁོས་འཛུགས་སྐྲུན་དཔེ་མང་པོ་བྱེད་དགོས་རེད་ཡར་རྒྱས་ད་ལམ་འགག་དང། ལམ་འགག་དང་གྲོང་ཁྱེར་དང་ག་རེ་ཡིན་ན་འཛུགས་སྐྲུན་དཔེ་མང་པོ་བྱེད་དགོས་རེད་ད་ནང་གི། དེ་དག་ཐམས་ཅད་ཡིན་ནི་གར་གྱི་གར་གྱི་ཟེར་ན་བུ་ཕན་ཡག་གི་བྱེད་དུ་བཅུག་བྱེད་ཆོག་གི་མ་རེད་གསུངས་ཀྱང། ད་དེ་བུ་ཕན་ཡག་བྱེད་དུ་བྱེད་ཆོག་མ་ཡིན་པ་ག་གྱི་ཡིན་ཟེར་ན། རྒྱ་མི་ཁོ་རང། འཚོ་བ་ནི་དབུལ་པོ་ལས་ཕྱུག་པོའི་ལམ་དུ་འགྲོ་ཡག་གི་ཆེད་དུ་བོད་ཀྱི་གཏེར་ཁ་དང་དུ་སུ་གང་ཐུབ་ཁོ་ནས་ནི་དུ་སུ་བསྔོག་ཡག་དང་ནི་ཁོ་རང་ཚོ་གུས་མོ་ཡར་སླེབས་དུ་གྱུར་བདེ་གསལ་གྱི་ཆེད་དུ་ཡར་རྒྱས་གཏོང་དགོས་རེད་བསྟན་ཡིན་པ་སོང་ཙང་བོད་རིགས་ཕན་ཡོང་གི་ཆེད་དུ་རེད་མི་འདུག་ཟེར་བ་དེ་སྡོམ་བརྩེ་རྒྱབ་ཤ་ད་དེ་མ་འོག་གི་ལབ་རེད་ཟེར་ལབ་དང་ང་ཚོ་བོད་ཀྱི་ཚ་ལ་དཀར་པོ་དེ་གས། ཀྲུང་གོས་ད་ཕྱི་ལོག་ལུགས་ཀྱི་བུ་ལོང་དང་ནང་ལོག་ལུགས་ཀྱི་བུ་ལོང་གཉིས་ཀ་དེ་བཟས་ཐོག་སོང་ཟེར་དེ་འདྲའི་སྐད་ཆ་དེ་བཤད་རེས་ལབ་ལ་ད་དེ་དང་ནི ྋགོང་ས་མཆོག་གི་དང་པོ་ནི་ལུང་བསྟན་འགྲོ་བར་བྱ་ཞེས་ཚུར་གསུངས་གི་འདུག་ད་དེ་བོད་ཀྱི་གཏེར་ཁ་དེ་ནི་རྔམ་སྟོན་ཞུ་ཅི་ནས་དེ་ཉོ་གི་འདུག་ད་དོན་དུ་ཉིན་པ་དེ་དེ་རེད་ཤག། སྡོམ་གཉིས་པ་དང་དེར་བཞག། ད་སྡོམ་གསུམ་པ་དེ་གར་སྐྱེས་ཟེར་ན། གོང་ས་མཆོག་གོང་ས་མཆོག་གིས་སྡོམ་གསུམ་པ་དེ་ཀྱང་འདུས། རྒྱ་མིར་བུ་ལ་ཡོང་ཡག་དེ། བུ་གཅིག་པུ་ཟ་བསམ་གྱི་ནི་ཡོང་ཡག་རེད་མི་འདུག་རྒྱ་མི་དེ་གར་སྐྱེས་ན། ཨེ་ཤི་ཡའི་ས་མཆོག་གང་ཚོང་ནས་ཟིན་ཡག་གི་འདུག་པ་ཤུགས་ཆེན་པོ་རྔམ་འདུས་ཤུགས་ཆེན་པོ་ཡོད་རེད་དེ་བཞིན་དུ། ནི་དེའི་རྔམ་འདུས་དེ།

བྲུལ་ཏེ་བཟའ་ཚར་བའི་རྗེས་སུ། ད་ནངས་རྒྱལ་མོ་ལ་གོ་སྐབས་མང་པོ་རག་ན་ནི་ས་ཆ་དེ་ལས་བུ་གའི་ས་མཚམས་ཁག་དང་ད་དེ་སུ་བྱས་ནས། ད་བག་ཡོད་དང་འདི་ཡིན་ཡོང་དང་དེ་སུ་ག་ཚོང་ཟ་གི་རེད་ཟེར་ད་དེ་འདྲའི་ཅུང་ཟད་རེ་འོ་དོམ་བཟོམ་སྟེ། དོམ་བཟོམ་པ་དེ་དེ་འདྲའི་སྐྱབས་བྱ་དེ་བྱས་ནས། ད་ནི་གོང་ས་མཆོག་གིས་ད་ལྟ་དངུལ་གྱི་ཡོད་དང་དངུལ་གྱི་མ་མང་ཟེར་བ་དེ། ཨ་ནི། དེའི་ནང་ལ་ཨ་ནི། ལེའུ་སྐར་མཚུངས་དང་དེ་ཚོ་ལ་དོན་རྐྱང་ནི་ཤེས་ཐུབ་ཡ་དང་ད་ང་སྒྲོག་ཅིག་ནི་ཤེས་ཐུབ་ཡ་རེད་མི་འདུག་ལ་ཨ་ནི། དེ་འདྲའི་ཅི་ཡང་རེད་མི་འདུག་ཡིན་ན་ཡང་ད་ངས་ཀྱི་ད་ཟླ་ཤེས་བྱ་ཅུང་ནང་ལ་མདོར་བསྡུས་ཀྱི་མདོར་བསྡུས་ཀྱི་ད། ལེའུ་གཉིས་ནང་ལས་ཨ་ནི་མདོར་བསྡུས་མདོར་བསྡུས་ཀྱི་འགྲོ་གི་མ་གཏོགས།

ད་ནི་གཏམ་བཤད་གོ་སྒྲ་འཁྱིལ་པ་ལ་ནི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་དང་སོ་སོ་ཡིན་ན་གོ་སྐབས་སྣོམ་པ་ལ་ཤིན་ཏུ་དགའ་བོ་བྱུང་འདི་ནང་ཚོགས་པ་འདི་ནས་བསྐྱུར་པ་ལ་དགའ་བོ་ཞེ་དྲག་བྱུང་ཐུགས་རྗེ་ཆེ་ཚུལ་ཞུ་ཡ་ཡིན་ག་རེད་ཟེར་ན་ད་ང་ཚོ་གི་ད་ཉམས་བྱེད་པ་ཟེར་བ་དེ་ཉམས་བྱེད་པ་གསོ་སྐྱོང་བྱེད་འོང་དུ་གསོ་སྐྱོང་བྱེད་འོང་དུ་ཧམ་ཚོགས་པ་དང་དེ་འགྲིག་གི་བརྗོད་ནས་སྐད་ཆ་བཤད་ཡ་རྩོམ་འབྲི་ཡ་ག་རེ་ཡིན་ན་དེ་ཉམས་བྱེད་བྱེད་ཡ་གི་ལམ་ཁ་ཅིག་བསྟན་འོང་དུ་ཧ་ནི་དམིགས་བསལ་གྱི་དེང་གོ་ལ་ཤོག་ཅག་དོ་གདའ་དེ་མ་གཏོགས་ང་འདྲ་བོ་བྱས་ན་ཧ་ནི་སུ་སུ་ཀའི་ཁ་ཅི་ཟེར་ན་གདའ། ཇུས་འགོད་འདྲ་བོ་བྱས་ནས་ཞེ་དྲག་ཞེ་དྲག་ཇི་ཐུག་ན་དྭོགས་ཏེ་བྱ་ནས་དེ་འདྲ་གྱི་རེད་ཤག་ཟེར་ད་སུ་སུ་འདྲ་བོ་བྱས་ན་ཉམས་ཞིབ་བྱས་དེ་འདྲ་འདྲ་གི་ཧ་ནི་ཉམས་ཞིབ་བྱས་ཡ་དང་དེ་ཚོ་ལ་དགའ་པོ་འདྲ་གྱི་ཡོད་རེད་དཱ་ཡིན་ན་ཡང་དགའ་པོ་ཡོད་ན་ཡང་ཧ་ནི་དེ། ཉམས་རྒྱས་བཅས་བྱེད་རྒྱུ་དེ་གང་མཚུངས་ཏེ་འདིའི་ནང་བཤད་གཏོང་ཡང་རག་བྱུང་མ་རེད་ཉམས་རྒྱས་གཏིང་ཟབ་པོ་བྱས་ནས་ཅི་བྱས་བྱུང་མ་སོང་ནི་གོང་གསལ་ཞུ་ཡ་ཡིན་ཡང་ནི་དེ་རིང་དེ་འདྲའི་རྗེས་ཡིན་རྣམ་པ་ཚོ་ཡང་ནི་ཚང་མ་ལ་ཡང་བསྐྱར་དུ་འཚམས་འདྲི་དང་དེ་མཉམ་དུ་ལས་ནི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན།